བཀྲ་ཤིས་བདེ་ལེགས། སྲིད་འཛིན་གནང་མཁན་རྣམ་པ་ལྷན་རྒྱས་གང་ཁ་མི་བཟང། དེ་རིང་ཁྱེད་རྣམ་པའི་སྤྱན་ལམ་འདི་གཟིགས་བཞིན་པ་དེས། མི་ཚེ་གི་ཁྱིམ་གཞི། གཉེན་སྟོང་འམ། བ་དང། འཆམ་ས་ཀྱི་ཡུལ་ངེས་ཚན་པ་ཞིག་རྣམ་པ་ལྷན་རྒྱས་ཀྱི་དྲིན་གཟོ་གི་ཆེད་དུ་གཟིགས་འབུལ་བྱས་ཡོད། དེ་ནི་འཆམ་ས་ཟེར་ཡ་དེ་ལ་དམིགས་བསལ་གྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཟིན་ན་རེད་མ་འདྲ་བ་སུག་རྒྱན་ཅིག་ཡོད་པ་དེ་དེ་ནི་ང་ཚོ་འབབ་ལྡན་ཤེས་ཡ་དང་སྒོ་རྡོར་ཞེས་ཡག་དང་ཕུག་རྡོར་ཞེས་ཡག་དང་དར་ཤེལ་གྱི་སུག་རྒྱན་ཧ་ལི་ཡག་གི་དམིགས་བསལ་ཐུན་མོང་བ་བཅས་ཡོད་བདེ་བ་བཅས་བོད་ལ་ཆགས་ཀྱི་ཡོད་རེད་དེ། ཡོད་བ་དེས་དེ་རིང་ཟབ་ཁྱད་མ་བཏང་བ་ཙམ་གྱིས་རྣམ་པ་གླིང་གི་གཅིན་ལང་འདི་ཆེན་དུ་ཆེ་འདི་དེ་ནི་གཟིགས་འབུལ་བྱས་ཡོད་ལ་ཡག་དེ་ནི་ཁྱེད་རྣམ་པའི་ཐོག་སྤྲོ་བོ་དང་སྙིང་པོ་ངང་ནས་གསན་བསྲེ་ཡོད་པ་ཞིག། བཀའ་དྲིན་ཆེ་ཐུགས་རྗེ་ཆེ། ཨོམ་མོ་ཚོ་ལྟ་བདེ་ལེགས་ས་རྒྱབ་སྐྱེ། ནང་ལ་རྒྱ་གར་འཕགས་ཞོར་དེ་བཟང་ས་ལ་སྐྱེས་པའི་དུས་ཚོད་འདི་བཟང། བར་ལ་སྟེང་དགྲ་ལ་ཉེ་འདི་བཟང་ས་གསང་ཐུགས་རྗེ་འཛོམས་པའི་ལྷ་ཉེར་དཀར་པོ་འདི་ལ། གཞི་མི་ང་ཡི་ལག་ཏུ་འཛིངས་པའི་རྒྱ་དར་དཀར་པོ་འདི་ལ་གསེར་བསང་ཞིག་ཞུས་ན། དེང་སླ་མོ་བསམ་རྒྱུར་སྐུ་རང་ཕྲ་པོང་ཙམ་ནི་མེད། བར་སྙིང་མོ་བསམ་རྒྱུར་གཞུ་བ་དྲུག་སྦྲགས་ཙམ་ནི་མེད། འོ་ལོ་མོ་བསམ་རྒྱུར་མཐའ་བསམ་ཐུག་ཙམ་ནི་མེད། ད་ལྟ་མཐའ་ལ་རྒྱ་ནག་རྒྱ་རི་ཡོད་ཚད་ཕྲ་བོ་ལ་ཁ་ཞེང་ཆེ་བའི་རྟགས། ཐབས་ཚུལ་ལ་དཔའ་བོའི་ཁུག་ལན་ཡོད་ཉིད་ཉེ་རིང་ལ་ཉེ་བར་འདོགས་པའི་རྟགས།

དེ་ག་རེད་དེ་ནི་གང་ལ་ཡ་ད་ལྟ་བཤད་བྱེད་ཉན་དེ་དེ་ནི་སྐད་ཆ་ཚད་ནང་དོན་དེ་དག་ལ་ཡང་ག་འདྲས་འདུག་རྣམ་པ་གླེང་རྒྱུ་ཚོ་དེ་དག་ལ་ཡང་ཉན་རྒྱུ་དང་གོ་རྒྱུ་བསམ་བློ་གཏོང་རྒྱུ་མང་པོ་བཅས་སྙན་པོ་བཅས་བཤད་འདུག་ཡིན་ན་ཚང་མ་ཡང་ཤོང་གི་མི་འདུག་དེ་འདྲས་ཀྱི་རེད་ད་ཕ་ཡིན་ནས་བསྐལ་པ་སྔོན་མ་འདྲ་བོ་ཡིན་ན། འདི་ནི་བོད་ཐམས་ཅད་ཀྱི་འཁྱམ་ས། ལྷ་བླ་མ་འཇིག་རྟེན་སྐབས་ན་རེ། ལོ་སར་སྐབས་ཡིན་ན་རེ། ད་གཞས་ཞབས་བྲོ་སྐབས་ལ་ཡང་ད་ཁྱི་ཡི་དེ་དག་ད་ར་རྒྱབ་དེར་དེ་མུང་ཆི་ཡ་གཅིག་པ་འདྲོགས་ཅེས་ཆགས་ཀྱི་ཡོད་རེད་ཡིན་ན་ཡང། བོད་ཐམས་ཅད་ཀྱི་དེ་ནི་སྐྲ་ལྷག་ཡ་སྐྲ་ཕྱུག་རྒྱག་ཡ་དེ་མང་པོ་ཅིག་ཡོད་བ་ཅིག་ཆགས་ཀྱི་ཡོད་རེད། ཡིན་ན་ཡང་ད་དེང་སང་དེ་ཚོ་གི་འཇུ་འབྲས་ཕྱིན་ན་རེད། དེ་རབས་ཉི་ཁྲི་དག་སྐྱེས་པ་ཕྱིན་ན་རེད། འཇུ་འབྲས་ཀྱི་ཐུགས་ནས་ད་ནི་བོད་དེ་སྐྲ་ཕྱུག་རྒྱག་ཉེན་དེ་ཧ་ལི་ཡ་གི་ཉུང་ཉུང་རྐོང་པོ་དེ་འདྲས་བྱུང་བ་གཉིས་དང་གཅིག་བྱུང་འདུག་བ་དེ་གཅིག་བྱས། དེ་ནི་གཉིས་པ་ལ་ཡ་ད་ང་ཚོ་ཕ་ཡེ་དེ་དག་ནས་བུ་མོ་དེ་ཚོ་གི་ཕྱིས་ཀྱི་དེ་དག་ཟིན་ན་རེད་མགོ་ལ་སྟག་ཡ་དང་གདན་ཡ་དེ་དག་ལ་ཡ།

ཟུར་པ་དེ་ས་ལ་བཅག་ཚོར་འཁོར་བ་དེ་གནམ་ལ་སྤྲོ་ཚོར། གཏམ་རྒྱུད་དེ་བོ། ནི་ང་ཚོ་བོད་གངས་ཅན་ལྗོངས་ལ་ཡང་ཐུན་མོང་མ་ཡིན་པའི་ཁྱད་ཆོས་རྗེ་ཡི་འགུ་ལྷ་བཅུ་གསུམ་བསྲེས་པའི་ལྷ་དགུ། བརྟན་མ་བཅུ་གཉིས་གཉིས་མཆིན་སྡེ་བཞི་ཟེར་ཡ་དེ་ད་དེ་དག་མང་པོ་ཅིག་ཡོད་རེད། དེ་ནི་གཉན་སྟོང་དང་བག་སྟོང་དག་ཆེ་མཆོག་མཆོག་དེ་དག་ལ་ཡང།

ཚང་མ་བཅས་ཡིག་དང་གཞུང་ཡག་ཞིག་མི་འདུག་ལ། དེ་ནི་རྣམ་པ་ལྷན་སྦྱིན་གྱི་ད་ང་ཚོ་བོད་གངས་ཅན་ལྗོངས་ལ་ཡང་སྤྱིར་བཏང་གི་ཐུན་མོང་མ་ཡིན་པའི་ཁྱད་ཆོས། ཕྱིའི་རིག་གཞུང། ལུགས་སྲོལ། བཤད་སྲོལ། ལོ་རྒྱུས་དེ་འདྲའི་མ་འདྲ་བ་མ་འདྲ་བ་ད་མང་པོ་ཡོག་བསྡད་པ་ཆགས་ཀྱི་ཡོད་རེད། དེ་ཡིན་དུས། དེ་ནི་རྣམ་པ་ལྷན་སྦྱིན་གྱི་ཐོག་སྤྲོ་བའི་ངང་ནས་དེ་ནི་སྲིན་བསད་ཡོད་པ་ཤི་ཟིན་ད་ལུང་པ་རེ་རེ་ལ་ཕྱིའི་ཐུན་མོང་མ་ཡིན་པ་ཡོད་རེད། དོན་རྣམ་པ་ལྷན་ཅིག་ཚང་མ་མཁའ་འགྲོ་བཀྲ་ཤིས་བདེ་ལེགས།